ཞོགས་པོ་བཅོ་ལྔ་དེའི་ནང་ལ་ཡང་ད་ནུས་པ་རྙོག་དཔོན་དེ་དང། ནུས་པ་རྙོག་དཔོན་གྱི་ཐུགས་ལ་ཡང་ཤོག་ལྷེ་ག་རེ་གནང་ཡོད་མེད་དང་སྐར་མའི་ག་རེ་སོན་ཡོད་མེད་ཡང་ནི། ཧ་ཧ་དེའི་ཐུགས་ལ་དོན་ཚན་གཅིག་ཞིག་ཡོད་ཡིན། ཨ་ནེ་གསུམ་པ་དེ། ཧ་ག་རེ་ཟེར་གི་རེད་དེ། ད་ང་ཚོ་ད་ལྟ་ཏོག་དབྱིབས་ཀྱི་ན་བཟའ་མཛའ་གྲོགས་འགྲོ་བཞིན་པ། དུས་སྐབས་འདི་རིགས་ཆགས་དུས་རེ་བྱས་ཙམ་ད་དེ་ནི་དེའི་སྐོར་ལ་ཡང་ད། ཧ་ཧ་ཧ་སྐུ་ངོ་སྤེན་པ་ཚེ་རིང་གིས་ཏང་གཤིས་ཕུད་ཡག་དང་ཤོག་ལྷེ་ག་འདྲི་གནང་ཡོད་མེད།

འདི་འདྲའི་ཅིག་གི་ཐོག་ནས་ད་ཤི་ཚུལ་འདི་རུལ་སུངས་ཆགས་འོང་དུས་ཨ་ནི་སྐད་ཆ་འདི་འདྲའི་ཅིག་ད་མ་ཤེས་རང་ཤེས་འདི་འདྲའི་ཆགས་འོང་དུར་བ་བྱས་ཙང་ཅིག་བོད་མི་རིགས་དང་ད་ཅིག་དངོས་གནས་དྲང་སྲོང་ཅིག་རྒྱ་རོམ་པོ་ཆེ་དགོན་ལོང་འདི་ག་ཟིག་གི་ཕེབས་ཚར་བ་རེད་ད་འདི་ང་ཚོ་ཅིག་བཙན་བྱོལ་སྒྲིག་འཛུགས་དེ་ད་ནི་དུ་མ་ནི་ད་ད་བཙན་བྱོལ་ཡོད་པའི་བོད་མི་རིགས་དེ་ད་ད་ག་འདྲ་ཅིག་ཆགས་ཡོད་མེད་ར་བ། ཆ་ཚང་འཛའ་དྲག་དེ་འདྲ་ཅིག་ཆགས་ཡོད་པ་ཡིན་ཙང་ནི། ད་ང་རང་ངོས་ནས་དེ་འདྲའི་ཅིག་ད། སྲང་ལམ་ཅིག་གི་ཐོག་ནས་ད་ད་རིང་སྐད་ཆ་འདི། ཧོ། ཅིག་ཅིག་མ་བཤད་ཀ་མེད་ཟེར་ན་འདྲ་ཅིག་བཤད་དགོས་ཡ་ཅིག་ཆགས་ཀྱི་འདུག་ཡོད་བསམ་པས་ད་སྲང་ལམ་དེ་འདྲའི་ཅིག་གི་ཐོག་ནས་ངས། ཧོ། དོན་ཚན་ཟེར་གི་རེད་མི་བཟོད་ན་ཨ་ནི། སྲང་ལམ་དེ་འདྲའི་ཅིག་དང་ཀུན་སློང་དེ་འདྲའི་ཅིག་གི་ཐོག་ནས་སྐད་ཆ་འདི་ཤོད་ཀྱི་ཡོད་ཟེར་བ། རྗེ་བོ་ཡ་དེ་ཁོ་ལ་ད་ལྟ་ཁ་ཚ་དགོས་དུས་ཀྱི། ཧོ། ཅེས་དྲོད་མ་ཡལ་བ་ཚ་བོ་ཚ་བོ་འདྲ་བ་ཟེར་བ་དང་འདྲིས་སྡོད་དེ་ཡག་ད། ཆ་དེ་བས་ཡོད་ཚོད་དེ་ཁོ་ལ་ཡང་ང་ཚོ་ངན་པ་དེ་དང་ནོ་ཞེས་གད་དང་ཁྱི་ཞེས་གད་ཀྱི་ཆ་དེ་བྱ་དེ་དཔེ། དེ་ཧ་ལས་ཡག་གི་ད་ཉེན་ཁ་ཚ་བོ་དང་མཛའ་དྲག་པོ་ཤོར་ཅིག་ཆ་བྱ་དུས་བྱས་ཙང། དོན་ཚན་ས་ནོར་ནས་ངས་ད་དེ། གད་ཆེན་པོ་དང། མཛའ་དྲག་པོ་ཀྱི་རྩིས་བྱས་ནས་དོན་ཚན་དང་པོ་དེ་ངས་དེ་ཤོད་ཡ་ཡིར་བ།

ག་འདྲི་བོད་རེད་ཞུས་པ་ཡིན་ན་ད་རྡོག་རྡོག་དེ་ཞུ་བཞག་ཡིན་ད་ཆ་སང་བོད་ཡ་དེ་ང་ཚོ་ཞུས་ཐལ་ཆོས་མ་རོ། རྒྱལ་བ་རིན་པོ་ཆེ་ཨ་ནི་ཡོངས་སུ་ངོས་འཛིན་བྱས་ཏེ་ཨ་ནི་དེ་ཡོངས་སུ་ངོས་འཛིན་བྱས་ཏེ་སྐད་ཆ་བཤད་སྐད་ཆ་བཤད་ཡག་ཆེད་དུ་རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེ་ཨ་ནི་རྒྱ་ནག་པེ་ཅིང་ལ་ཡ་ད་དེ་འདྲི་ཞུ་དགོས་གི་རེད། རྒྱ་རོམ་གྱི་ཡོངས་སྲིད་ངོས་འཛིན་ཞེས་ཡག་ཆད་ཟེར་ཡོད་ད་ཡོངས་སྲིད་ངོས་འཛིན་ཞེས་ཡག་ཆད་ཨ་ནི་ཤང་ཀུ་རོམ་པ་ཆེ་དང་ཨ་ནི་སྐད་ཆ་བཟོ་སྐད་ཆ་བཟོ་ཡག་ཆད་ཤང་ཀུ་རོམ་པ་ཆེ་ཨ་ནི་ཧ་པེ་ཅིན་ལ་ཡང་དེ་འདྲ་ཞུ་དགོས་རེད་ཟེར་ནས་ད་སྐད་ཆ་དེ་བཤད་པར་ད་ད་མི་མང་པོ་ཅིག་སྐད་ཆ་དེ་ལ་མཛའ་གྲོགས་ག་འདྲི་ཅིག་དང་ཧ་ག་འདྲི་གི་ཉེན་ཁ་ཚ་བོ་ཅིག་དང་དངོས་གནས་དྲང་སང་གི་ད། ཡང་སྲིད་ཞིའི་བདག་པོ་དེ་རྒྱ་ནག་གཞུང་ལ་ཐོག་ཐོང་བདག་པོ་བརྒྱད་དེ་རྒྱ་ནག་གཞུང་ལ་ཐོག་ཐོང་ཡོད་རེད་ད། མ་འོངས་པར་ཡང་སྲིད་ལ་ཐུག་ལ་ལབ་པ་དེ་རྒྱ་ནག་གཞུང་ཁྱོད་རང་ཚོ་མཆོང་ཆོག་གི་རེད་ད་ཟེར་ནས་ད། སུ་ཞང་སུ་ཞང་ཁོ་རང་དཔོན་སྐུ་ངོ་དཔོན་པ་ཚེ་རིང་ཁོ་རང་སུ་ཞང་དེ་ད་ཁྲིམས་མཐུན་ཡིན་མིན་ལ་མ་ལྟོས་པའི་གང་ལྟར་བོད་ཀྱི་སུ་ཞང་གཅིག་གི་མིང་ཐོག་ནས་རྒྱ་ནག་གཞུང་ལ་བརྡ་ལན་དེ་འདྲས་བྱས་ད་ད་རིང། རྫོང་ནི་རྒྱ་ཤི་འཁོར་འདུལ་དར་རྒྱས་ཚ་བར་གདའ། ས་ཁོངས་དེ། ར་ཤི་ཡི་ས་ཁོངས་དེ། དགག་ཅིང་ང་ཚོས་འདི། ཨ་རིའི་བྷི་བྷོ་ལུན་ཁྲོད་དུ་ཀྱི་ཡེ་ཤི་ཡ་ལུན་ཁྲོད་དུ་ནོ་བྷེལ་ལུན་ཁྲོད་ཟེར་ཡ་འདྲ་བོ་དང་ཨ་ནི་ང་ཚོས་བཙན་བྱོལ་སྤྱི་ཚོགས་ནོར་བུ་ད་ལྟ་དུལ་བ་དང་བོང་ཆེན་ཟེར་ཡ་འདྲ་བོ། དེ་འདྲའི་གི་ཀྱི། གར་ཟེར་གི་རེད། ས་ཁོངས་ཆ་ངེ་ཆི་ངེ། དེ་འདྲའི་རེད་མི་འདུག་བ། འཛམ་བུ་གླིང་གར་ཟེར་གི་རེད་པས། རྫོང་གླིང་ཁོ་རང་ལ་བའི་ཆ་དེ་ངེས་པས་ཀྱི་ནི་རྒྱ་སྐབས་མང་བོ་ནོར་ལ་ཡོད་བསྡད་པ་ཡིན་ལགས། དེ་འདྲའི་གི་ད་ས་ཁོངས་ཀྱི་རེད་དོ་ད་གི་ཀྱི་ཤི་ས་དེ།

དངོས་གནས་གྲོང་གསེབ་རེད་དེའི་ནང་ནས་ལྷག་པར་དུ་ད། སུ་ཞང་བོད་ཀྱི་ད་ཅིག། མིང་གི་ངས་འདི་འདྲའི་ཅིག་སྐད་ཆ་དེ་འདྲ་བཤད་ཡོང་དུས། ད་མཛའ་གྲོགས་ག་འདྲ་ཆགས་རེད་ཡིན་ན་ཡང། ང་ཚོ་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་དེའི་ཐོག་ལ་མི་སེར་གྱི་ད་འཇང་ཏིང་ཏིང་སྡོད་སྡོད་ཡ་མ་གཏོགས་དང་ནོ་བཤད་མཁན་ཉུང་ཉུང་རེད་དོ། དང་ནོ་མེད་ཡ་དེ་རྒྱུ་མཚན་ག་བ་རེད་ཞེས་ལབ་པ་ཡིན་ན། ཤུགས་ཀྱིས་དེ་ཤུགས་ཚོགས་དེ་རྦད་དེ་ཁོ་རང་ཀྱི་ཤུགས་རིག་གི་རུས་སམ་ཆ་ནས། དངོས་གནས་དྲང་སྲོང་པའི། བཙན་བྱོལ་སྒྲིག་འཛུགས་ད་ཤི་ཚུགས་ཁོ་རང་པའི། ཤོ་རི་ཕྱོགས་དང་བེད་ཁོ་རང་པའི། སྨྱོན་བག་སོ་འདྲ་བེད་ཁོ་རང་ཅི། རྨིས་དང་ཨ་མཇུག་ག་འགའ་པའི་ཤོ་རི་ཕྱོགས་དང་ད། ལོང་བ་འདུག་པའི་ཅི་ནས་ཡོན་པ་ཆ། ད་སྡིག་སོ་འདྲ་ཅི་ཆ་ནས་ཤུགས་ཅི་གི་པའི། དེ་ཧ་གོ་སྡུག་ཡོད་རེད་མཛའ་གྲོགས་པོ་རེད་ཞེ་ནོང་ཚ་བོ་རེད་དེ་ཡོད་ནའང། མཛའ་གྲོགས་པོ་འདུག་ཞེ་ནོང་ཚ་བོ་མེད་མདོག་འདུག་ཞེ་ཆུན་ཆུན་ཅི་ཡིན་མདོག་འདུག་ཞེ་ནས་པ་འཇང་ཏིང་ཏིང། བཞག་བཞག་གི་ཡོད་རེད་ཤུགས་ཅི་གི་ད།

དང་རྟ་སྒེའི་རྫོང། ཁོ་ཚོ་ཐུན་མོང་ངོས་ནས་གོ་སྒྲིག་བྱས་ཡོད་ན་འདྲ། ཉེ་ཆར། ལོ་གཅིག་ཙི་གཉིས་ཙི་མ་གཏོགས་འགྲོ་ཡོད་མ་རེད་ད་ད་རུང་ས་ལ་ཡ། ཆོས་ལུགས་ཁག་གིས་ཨི་ཁྲ་དང་བླ་ཤང་གང་ག་ཉོག་འདུག་པའི་ཚོགས་འདུ་ཚུགས་བྱས་ནས། གོང་ས་ཤང་གི་ཆེན་པོའི་པའི་ཡོངས་གཟིགས་ཀྱི་བདག་དབང་དང་ཐོག་ཐོང་དེ། གོང་ས་ཤང་གི་ཆེན་པོའི་བླ་སྒྲུང་ཟེར་གྱི་ཡོད་ན་འདྲ་ད་གང་ལྟར་གྱི། དེ་ནང་ལ་ཡོད་ངེས་ཀྱི། དྲུང་ཆེན་དེ་ཚོ་དེ། ཀྱི། ཞུ་ཚོགས་བསྒྲུབ། སྤྲོས་བྲལ་སྟོང་ངེ་ཨ་ནི་ཅིག་ཤོས་རིག་ཆོག་སྟོང་ཅན། མང་པོ་ཅིག་ཡོད་མེད་ལ་མ་ལྟོས་པའི་གང་ཟླ། དགའ་ལྡན་ཕོ་བྲང་བླ་བྲང་འདི་ལ་ཡང། ལྗགས་རིན་པོ་ཆེན་གྱི་ཡང་སྲིད་ཀྱི་བདག་དབང་བྱས་ཡ་དེ། ཨ་ནི། བླ་བྲང་འདི་དང་ཨ་ནི། འབྲེལ་བ་ཡོད་པའི་ཡོད་ད། འཁོར་ཟེར་ན་མི་འདུག་དེ་མ་གཏོགས་རྗེས་སུ་གཞན་སུ་ལ་ཡང་བདག་དབང་མེད་ད་ཟེར་ནས་ཨ་ནི། ག་རེ་ཟེར་གི་རེད་ཨ་ནི། ཉེ་ཆར་རང་ད། ང་ཚོ་ཆོས་ལུགས་ཁག་གི་ཚོགས་འདུ། དུ་ཚུགས་ནས་དཔེ་དེ།

སྤེན་པ་ཚེ་རིང་ད་ག་རེ་བྱེད་ནས་ཤེས་ཀྱི་རེད་ད་དེ་སྐད་ཆ་དེ་ག་འདྲའི་འཛའ་དྲག་ཆགས་ཤག་ད་ང་ཚོ་བོད་མི་རིགས་བོད་མི་མོང་སྟེ་ཚེ་གཉིས་ཚེ་དགོས་ཡ་རེད་འདོད་དུ་མི་འདོད་དེ་འཛའ་དྲག་ག་འདྲ་ཅིག་ཆགས་ཤག་དགོངས་པ་བཞིན་དགོས་ས་རེད་དུ་མ་རེད་དེ་ལ་ཡ། སྐད་ཆ་དེ་བོད་ཀྱི་སྲིད་སྐྱོང་མིང་ཐོག་ནས་སྐད་ཆ་བཤད་ཡོད་རེད་ད། ད་རྒྱ་གར་རོང་པོ་ཅན་གྱི་ཡོངས་སྲིད་ཀྱི་བདག་དབང་དུ་རྒྱ་ནག་ལ་ཡོད་རེད། ཡོད་པ་ཡིན་ཙང་ནི་ད་ཁྱོད་རང་ཚོ་དེ་སྐད་ཆ་བཤད་དགོས་རེད་ཟེར་ནས་ད་སྐད་ཆ་དེ་དོན་དག་དེ་གོ་ཡ་དེ་རེད་བ་ད།

ས་ཁོངས་དེ་གི་ད་གོས་དོ་མ་འདྲི་བ་རེད་ཟེར་གི་ཡོད་ན་འདྲ་དཔྱ་རྩོམ་ཟེར་གི་ཡོད་ན་འདྲ་ས་ཁོངས་དེ་གི་མ་བཟོས་བ་རེད་མ་འདུག་ཁུ་ཤེས་མེད་ཟེར་ནི་ད་གོས་མོ་བུ་ད་ནོ་བེ་ལུན་ཁྲོན་ཁོང་ལ་ལན་དེ་འདྲ་རྒྱག་འདོད་རོ། ད་ལྟའི་ང་ཚོ་བོད་བོད་མོ་མོ་བསམ་གཏོང་གི་རེད་ཀུན་ངོ་གི་ནང་རྒྱུན་ཞར་བཤོད་དང་སྐད་ཆ་བཤད་སྟངས། བ་བཤོད་ལངས་དེ་ཚོ་གང་ག་ཉག་གིས་ཀྱི་བྱས་ནི། འཛམ་བུ་གླིང་ནོར་ལུག་ལ་བདེ་འཇུག་ཡོད་དོན་ངེས་རྒྱ་ཞིག། འཛམ་གླིང་རྒྱ་ཞིག་ཁོ་རང་ལ་པའི། སྐད་གྲགས་ཡོད་དོན་ངེས་གི་པའི་ཆ་མཐུན་ངེས་གི་ད་ས་ཁང་དེའི་གི་སྐྱག་རྫུན་བཤད་པ་རེད་ད་ཡོང་ན། སྐུ་ངོ་སྤེན་པ་ཚེ་རིང་གི་སྐྱག་རྫུན་བཤད་པ་རེད་ད་དེ། ད་སྐུ་ངོ་ཁུལ་དེ་སྐྱེས་ཡི་མེད་ཟེར་ནི་དེ་འདྲའི་ག་ཚོད་ལགས་དེ་བ། ས་ཁང་དེ་གི་དེ་འདྲའི་བཀོད་པ་རེད་མ་གཏོགས་ཁུལ་སྐྱེས་མེད་ཟེར། ད་སྐུ་ངོ་ངོས་ནས་ག་ཚོད་ཤེས་མེད་པར་ཡིན་ན། ད་ས་ཁང་དེ་ལ་ཡ། ཉེས་བཤད་དགོས་ཡོད་ན་འདྲ་འཕྲུལ་ཁང་ནང་བཏུལ་དགོས་ཡོད་ན་ག་རེ་བྱེད་དགོས་ཡོད་ན། སྐད་ཆ་དེ་ས་ཁོངས་དེ་གའི་ཕྱི་འཐེན་བྱས་ནས་འཛམ་གླིང་རྒྱལ་སྤྱིའི་སྡིངས་ཆའི་ཐོག་ནས་པའི་ས་ཁོངས་དེ་ལ་ཕྱི་འཐེན་བྱེད་དགོས་རེད་མ་གཏོགས། ད་དངོས་གནས་དྲང་སྲོང་མ་འོངས་པའི་གིས་རྒྱ་ནག་ལ་ཡ། ཧ་ལས་པ་གི་ད་མདོང་ལན། དང་ལེན་ཞེ་ནང་ཚ་བོ་ཅིག་སྤྲད་ཚར་རེད་ད་ཨ་སི་ངའི་ཤུ་ཡ་དེ་རེད་ད། ག་འདྲི་ཞིག་སྤྲད་ཚར་ཟེར་ན་བུ་མ་འོངས་པའི་ད། རྒྱ་ནག་གཞུང་གི་ཏཱ་ལི་ལ་མའི་བདག་དབང་དུ་ཁོ་ཚོ་ཡོད་ཟེར་ནས་ད་ལྟ་ནས་གོ་སྒྲིག་བྱས་ནས་གྲ་སྒྲིག་བྱས་བཞིན་པ་རེད་བ། ད་མ་འོངས་པ་ཡོངས་ཆགས་དཔང་རྟགས་ཆེན་པོ་ཅིག་སྤྲད་སོང་བ་ད། ག་འདྲི་སྤྲད་རེད་ད། བཙན་བྱོལ་སྒྲིག་འཛུགས་ཀྱི་གོང་ས་ཤང་ཀུན་ཆེན་པོ་ཨུ་ལུ་ཞུས། ཨུ་ཁྲོ་ཨུ་ལུ་ཞུས་དེའང་བཙན་བྱོལ་སྒྲིག་འཛུགས་ཀྱི་དཔེ་སྲིད་གཞུང། ཁོ་རང་འཁྲི་མཐའ་ཡོད་མེད་ལ་མ་ལྟོས་པའི། སྲིད་གཞུང་ད་ལྟ་མིང་ཁུར་ངེས་ཀྱི་ད། སྐུ་ངོ་སྤེན་པ་ཚེ་རིང་བཀའ་སྤྱི་བདུན་པའི་ད་སྲིད་གཞུང། སྐུ་ངོ་སྤེན་པ་ཚེ་རིང་ཟེར་ངེས་དེ་འདྲའི་སྐུ་ངོ་ཞིག་གིས།

ཨ་ནི་བོད་སྲིད་སྐྱོང་སྐད་ཆ་འདི་འདྲ་བཤད་འདོད་བ། དེ་འདྲ་ཡིན་ཙང་ནི་ཏཱ་ལའི་བླ་མའི་དང་ཐོག་ལ་ཡ་ང་ཚོ་དང་ང་ཚོ་ལ་སྐད་ཆ་བཤད་དགོས་ཡོད་པ་དང་ང་ཚོ་ལ་ཡ་ག་རེ་ཟེར་གི་རེད། ལབ་པ་ཆོག་ཡང་དང་ང་ཚོ་དེ་དེ་ཐོག་ལ་ཡ་ད་ཀུན་ལན་ཟེར་དགོས་ཡོད་ན་འདྲ་གོང་ད་དེ་ཐོག་ལ་ཡ་ད་འགན་འཁུར་དགོས་ཡོད་པ་དེ། བཙན་བྱོལ་སྒྲིག་འཛུགས་བཀའ་སྤྱི་བདུན་པའི་གི་ད་སྲིད་སྐྱོང། སྐུ་ངོ་མི་རྗེ་སྤེན་པ་ཚེ་རིང་གིས་དེ་འདྲ་གསུངས་ཡོད་རེད་ད་ཟེར་ནས་ད།

ཉིན་དུ་སྤ་སང་ལ་གཏོང་བ་ན་འདི་པའི་ལོ་རྒྱུས་ནོར་ལོ་ལ་ཡ། ལོ་སོ་སེང་གེ་ལ་ཡ་མ་ཉེས་ཁ་ཡོག་དང་བཤོལ་མཛོད་དང། འོ་དོ་ཞེ་སྡང་དང་སྨྱོ་དགྲ་སློང་དང་དེ་ལ་བརྟེན་ན་ཀུན་བློ་བཟང་སེང་གེ་འདྲ་བ་ཅིག་ད་ལྟ་སྐད་ཆ་དེ་འདྲ་ཞིག་བཤད་ཡོད་ན་ཏན་ཏན་ད་ད་ད་གོང་ཆེན་ཞིག་ཤོས་ལ་ཡ་ངོ་རྒོལ་བྱེད་མཁན་ལས་ཚ་ཡོད་ཅོར་དང། རེད་བ། རྒྱ་རོང་པོ་ཆེ་སྡང་བོ་དེ་དགའ་ལྡན་ཕོ་བྲང་དང་བོད་མི་མང་ལ་མ་གཏོགས་སེ་ཅི་ལ་མེད་སྲིད་རྒྱ་ནག་གཞུང་དུ་གུད་དུ་བཤད་དགོས་བ་ག་རེ་རེད་ཟེར་ནས། གོང་ཆེན་ཞིག་ཤོས་ལ་ཡ་ད་དམར་པོ་ཞག་ཡོད་ན་ར་ད་ནག་པོ་ཞག་ཡོད་ན་ར་ངོ་རྒོལ་བྱེད་མཁན་ཏན་ཏན་ལས་ཚ་ཡོད་རེད་ཏན་ཏན་ལས་ཚ་ཡོད་རེད་ད།

ཁོས་ཡ་ཡ་ཡ་དུས་དང་མི་བཟང་ངན་དུ་ཡ་དུས་ལ་མ་ལྟོས་པའི་བལ་པོའི་ས་ཞིང་གཅིག་ནི་ཆ་ཚ་རེད་ད། ཁྲིམས་ཐང་ཡིན་མིན་ལ་མ་ལྟོས་པའི། ད་མ་འོངས་པར་རྒྱ་ཆེ་བདེ་འཇིགས་ཡིན་པས་ས་ཁོངས་དེ་རིང་ནང་ལོའི་སྐད་ཆ་བཤད་དགོས་ཡ་ཆགས་རེད་ད། ད་རྐང་ངོ་ད་འདི་ཡི་སྐད་ཆ་བཤད་སྟངས་དང་ཁ་འཁྲུལ་སྟངས་དང་བཤད་སྟངས་དེ་ལྟ་བ་ཡིན་ན། ད་མ་འོངས་པར་ག་འདྲ་རེ་བཤད་འོང་དྲན་མོ་ད་ལྟ་ནས་སེམས་ནང་ལ་སེམས་ཚ་འདུས་ཟེར་ནས་བུ་མོ་དེ་ཡི་སྔ་མོ་ནས་སྐད་ཆ་བཤད་སོང། ད་དེ་སྐད་ཆ་དེ་དཀོན་མཆོག་སང་ད་ལྟ་ང་ཚོ་ད་མ་འོངས་ལུས་རྟེན་ངོས་ནས་རྒྱག་དགོས་རེད་ད་ལུས་རྟེན། ད་ད་ལྟ་ག་འདྲ་ཞིག་མཛའ་གྲོགས་ཞིག་སྐད་ཆ་བཤད་བྱ་འདོད་ད། ཡིན་ན་ཡང་ད་ལྟ་ང་ཚོའི་སྤྱི་ཚོགས་འདི་ད་འཇམ་ཏིང་ཏིང་དེ་རིན་འཇམ་ཏིང་ཏིང་རེད་བ། ད་ང་ཚོའི་སྤྱི་ཚོགས་འདི་ལ་རུན་སུན་དངོས་གནས་དྲང་སྲང་གི་པའི་ཁྲིམས་དང་འགལ་བའི་ཁྲིམས་དང་འགལ་བ་ཁྲིམས་བོང་ལུས་དུས་ངན་གི་ད་ཁྲིམས་ཤེས་ཡ་གི་དུས་སུ་ད་ལྟ་ཚིག་དེ་ཡོད་རེད་ལ་ད་དངོས་གནས་དྲང་སྲོང་སྤྱི་ཚོགས་འདི་མགོ་རྟིང་ལོ་ཡོད་སྤྱི་ཚོགས་ག་འདྲ་ཅིག་ཆགས་ཆགས་ད་རེད་བ།

ད་གལ་སྲིད་མེད་དུ་སྐུ་ངོ་བསྐྱར་འཛུགས་མེད་པ་ཡིན་ན། ད་མ་འོངས་པའི་སྐུ་ངོ་འཇོན་ཐང་ཅིག་དང་ནུས་པ་ཞིག་ལྡན་ཞིང་ནས་ས་ཁོངས་དེའི་ནང་ལ་ཞེས་པའི་སྐད་ཆ་དེ་ཕྱི་འཐེན་བྱེད་ཐལ་ཡག་གི་ད་ངས་རེ་སྒུག་བྱེད་དུ་ཡོད་ལ་ང་ཚོ་བོད་པའི་གངས་འགག་དེ་ལ་ཡང་རེ་སྒུག་བྱེད་དགོས་རེད་ད། གངས་འགག་གིས་ང་ཚོ་དེ་ལ་ཡང་ལྟ་བྱས་ནས་རེ་བ་བྱས་ནས་ས་ཁོངས་དེ་ཕྱི་འཐེན་བྱེད་ཡག་ང་ཚོ་ད་རེ་སྒུག་བྱེད་དགོས་ཡ་ཆགས་དགོས་རེད་ད་རེད་བ། ཤུགས་ཆེ་ནས་དེ་རེད་ཤུགས་ཆེ་ནས་ངས་འདི་འདྲ་ཞིག་བཤད་ཉེས་དཀྲོགས་རེད་ད། སོ་བྱུང་ལོ་ཚོད་ཟིན་རྗེས་འདས་དཔལ་གྱི་དམུ་ལོ་ཅི་ལ་དུ་ཟིན་ནས་རྒྱ་གཞུ་གི་པའི་སངས་རྒྱས་ག་ཆེན་པོ་དང་བཅས་ཤི་ཚུལ་དང་ལྷོ་བྲག་ཆེན་མོ་མང་པོ་ལ་ཡང་དྭངས་ཤིང་དེ་འདྲ་འཕོས་པ་རེད་དྭངས་ཤིང་དེ་འདྲ་འཕོས་ཡོད་རེད་ད་ལྟ་འདི་འདྲའི་གི་མཛའ་གྲ་བོ་སྐད་ཆ་ཚིག་གཅིག་བྱུང་ཡོད་མ་རེད་ས་ཁོང་གི་རྫི་མ་ཤེས་ཡས་རེད་ད་ཟེར་ཡ་འདྲ་བ་ངས་ཅག་ཚུན་ཤེས་ཡས་མེད་ས་ཁོང་གི་རྫི་མ་ཤེས་ཡས་རེད་ཟེར་ཡ་འདྲ་བ་ཅིག་དང་ར་བ་ངས་དེ་འདྲ་ཤེས་མེད་ཟེར་ཡ་འདི་འདྲའི་ཐེངས་མ་གཅིག་བྱུང་ཡོད་མ་རེད་ཐེངས་མ་གཅིག་བྱུང་ཡོད་མ་རེད་ང་ཚོ་འདས་པའི་ལོ་རྒྱུས་ཧ་གོ་རོགས།

སྐུ་ངོ་མ་དགེ་བ་དམ་པའི་རྩ་བ་གཉིས་ནི་མེད། ཁོ། ད་ལྟའི་མཛའ་གྲོགས་པོ་རེད་འདོད་དུ་མི་འདོད་ངས་སྐད་ཆ་འདི་བཤད་ཡ་དེ། རྣམ་པ་ཚོས་ཉོག་གཞི་བཤད་རོགས། རོགས། རྣམ་པ་ཚོས་ཉོག་གཞི་བཤད་ངས་ནང་ཆོས་ཤེས་དོགས་མི་ལ་ཡ། སྐད་ཆ་ག་རེ་བཤད་འདུག་མ་ཉེས་ཁ་ཡོག་འདུག་གཞི་མེད་གཞོན་སྐྱེས་རྩ་བ་གཉིས་འདི་བྱེད་གི་མེད། ད་ད་ལྟ་དེ། མཛའ་གྲོགས་པོ་རེད་འདོད་མ་འདོད་སྐུ་ངོ། རྣམ་པ་ཚོས་གིས་དེ། ཞེན་ཆོས་བཤད་ན་ཧ་གོ་གི་རེད། འོ་དོན་ཚན་དང་པོ་དེ་ལྟར་ངས་དེ་འདི་འདྲི་བྱེད་ཡིན་རོགས།

ད་ལྟ་སྐུ་ངོ་ཟླ་བ་ཚེ་རིང་ང་ཚོ་བར་སྐབས་ཀྱི་ཚོགས་གཙོ་སྐུ་ངོ་ཟླ་བ་ཚེ་རིང་དང་ཨ་རིའི་ནེའུ་ཡོག་ལ་ཡོད་ངེས་ཀྱི་ད་ལྟ་སྐུ་ངོ་རྟ་བརྟན་ཐོགས་མེད་དང་ཨ་ནེ་ད་ལྟ་སྒྲོན་ཚང་ངེས་ཀྱི་སྐུ་ངོ་ཁྲི་ལན་སྐལ་བཟང་ལ་སོགས་པོ་ཡི་གི་ད་ཨ་མི་ལང་ཅི་ས་དུ་སྡོད་ཤེས་ནས་ཨ་མི་ལང་ཟེར་ནས་ད་སེང་རྒྱས་དུས་ཞུ་ཚོགས་ནང་ལ་སེང་རྒྱས་དུས་ཨ་ཅི་ཨ་མི་ལང་ཞེས་འགྲོ་གི་ཡོད་རེད་བ་ང་ཚོ་ཨོ་སྐུ་ངོ་སྤེན་པ་ཚེ་རིང་གི་ད་ད་ད་ཨ་ག་རེ་ཟེར་གི་རེད།

རྨི་ལམ་རིག་པའི་བུ་བཟོད་དོ། རེ་བ། འཇའ་རིན་པོ་ཆེན་གྱི་དགོངས་པ་ནང་བཞིན་མ་ཡིན་པའི་ཧ་ལས་པ་གྱི་བུ་བཟོད་དོ། བོད་རྒྱ་ལོ་ཟེར་ཡ་འདྲ་བོ་དང་གཅིག། བོད་པའི་ཞིབ་ཚོགས་ནང་ལུང་ལ་དཔེ་ལེན་གྱི་དཔེ་མི་བཅོལ་བ་དང། ཨ་ནེ་རྒྱ་ནག་གི་སྲིད་འཛིན་དང་རྒྱ་ནག་གི་ཨུ་ཁྲི་ལས་པ་རྣམས་ཁ་བཏགས་འཁུར་དགོས་ཀྱི་ཡོད་པ་དང་ངོ་རྒོལ་བྱེད་མི་བཅོལ་བ་དང། དེ་འདྲིའི་གྱི་དཔེ་ཨ་རྨི་ལམ་གྱི་ཡོད་རེ་ད། དེ་འཇའ་རིན་པོ་ཆེན་གྱི་ཨ་རྨི་ལམ་རྩ་བ་ཉིད་ནས་མ་རེ་ད་དེའི་ཨ་རྨི་ལམ་དེ་དེའི་ཨ་རྨི་ལམ་དེ། སྐུ་ངོ་ཟླ་བ་ཚེ་རིང་དང་སྐུ་ངོ་དུས་བསྟན་ཐོགས་མེད་དང་སྐུ་ངོ་འཕྲིན་ལས་སྐལ་བཟང་ལ་སོགས་པའི་གྱི་ཨ་ནེ་ཨ་རྨི་ལམ་རེད། ཅི་ཞེ་ན་དེའི་ནང་ལ་སྐུ་ངོ་མཐུ་ལྡན་ལས་རིགས་ལ་སོགས་པའང་ཡོད་སྲིད། ད་ད་ལྟ་དེ་ཨ་མི་ལོང་དེ་སྐུ་ངོ་སྤེན་པ་ཚེ་རིང་ཡང་ཕ་གཞིས་དེའི་ཨ་མི་ལོང་དེའི་ནང་ལོགས་ལ་ཡ་ཞུས་འགྲོ་གི་འདུག་དྲན་གི་རྒྱུ་མཚན་ག་ཡི་ཟེར་ན་ནེའུ་ཡི་ནེའུ་ཡོག་ཨ་རིའི་ནེའུ་ཡོག་གི་ད་ལྟ་ཨ་མི་ལང་ནང་འགྲོ་གི་ཟེར་མཁན་གཞོན་ཚོགས་པ་དང་ཨ་ནི་གཞན་པ་ག་དར་འདུག་གཞོན་ཚོགས་པ་དེ་གཉིས་ཁོ་རུ་ལོ་ཁ་ཤས་ནས་པས་ཁ་ཁ་ཁ་ཁ་བྱས་ནས་ཁ་གཉིས་སུ་ཞིག་འགྲོ་བཞག་ན་འགྲིག་གི་ར་བ་ཟེར་ནས་སྐུ་ངོ་སྐད་པའི་བཀའ་མོལ་དུ་གསུངས་ཡོང་དུས་ད་སྐུ་ངོ་ཨ་ནི་ད་ད། སྐུ་ངོ་འཕྲིན་ལས་སྐལ་བཟང་དང་སྐུ་ངོ་ཐུབ་བསྟན་ཐོགས་མེད་པའི་གསར་དོན་ནོར་བཞག་པའི་ཨ་མི་ལང་དེ་ལ་ཡང་ཇག་ཤུགས་ཡོད་པ་དང་ཤུགས་གཅིག་སྒྲིལ་གང་ལ་ཡང་འགྲོ་ཆུག་ཡོད་པ་དང་འགྲོ་དགོས་ཡོད་པ་དེ་སྐུ་ངོ་གི་ད་ལན་ཆེན་པོ་གཅིག་རེད་བ་ད་ལན་ཆེན་པོ་གཅིག་སྤྲད་སོང། གཞོན་ཚོ་པ་ཁ་ཉིན་མ་ཐོ་བ་ཆེད་དུ་སྔ་མ་ཉིས་སྟོང་བཅུ་དྲུག་ཀྱི་སྟེང་ག་དུས་ག་དུས་ཡིན་ན་ང་ད་ལྟ་ས་འོག་གཅིག་ཤོད་ཡ་མི་འདུག་ད་རུང་ས་ལ་ཚོགས་ཆེན་ཚོགས་ཚོགས་ཆེན་ཚོགས་ནས་ཟུང་དུ་རོང་པོ་ཆེ་དེ་ནང་མ་བདེ་འདྲ་ཞུས་ནས།

བཙན་བྱོལ་སྒྲིག་འཛུགས་ལས་ག་རེ་ཟེར་ཤི་རི་ལི་ཤུན་ལི་ཡ་དཔེ་ཆ་ག་རེ་ཟེར་ས་ཡ་སུན་ཕྱི་མ་དུ་མི་འདུག་ད་ཅི་ས་ཡ་བརྒྱ་དུ་ཅི་ཅི་ཅི་མང་པོ་ཅི་ཅི་བཤད་དོན་དུ་མ་འདུག་དོན་དངོས་ལ་དེ་འདྲ་མ་དུ་མི་འདུག་ད་དེ་ཕྱི་མ་ཤེས་ཡོང་དུས་སྐུ་ངོ་གི་གནང་བརྒྱུད་དང་དུ་སུ་ཅིག་ད་དུ་ར་ད་ནུས་པ་ཉོག་ཕོན་ག་འདྲ་བྱེད་ས་རེད་སྐད་ཆ་བཤད་སྟངས་དུ་གནང་བརྒྱུད་དང་བྱེད་སྟངས་དུ་སུ་ཡི་ངོས་ནས་རྦད་དུ་ཁོ་རང་གི་བཀའ་ཤོག་སྔོན་མ་ལ་ཡ་ད་ཅི།

རེད་བ། ད་སྐུའི་སྐད་ཆ་བཤད་སྟངས་དེ་ལ་བརྟེན་ནས་བདུད་སོག་གངས་དཀར་ལ་ཁྱོད་སེམས་ལ་ཕུག་འདོད་གཏོང་རེད་བ། ཨོ་ཡ་ད་སྐུ་ངོ་གིས་པས། ནུས་པ་ནུས་པ་སྨྱོ་བོན། གོམ་པ་འདུ་བུ་འདུ་ནུས་པ་སྨྱོ་བོན་ཞེ་ཡག་གི་ད་དོན་ཚན་གཉིས་པ་དེ་དེ་རེད། དོན་ཚན་གསུམ་པ་དེ་ད་ག་རེ་རེད་ད་ད་ཟླ་ཉེ་ཆར་པས། སྨྱོ་དགྲ་སློང་དུ་ལྷུང་བཞིན་པའི་གིས་ད་ཤིན་ཏུ་གྲོས་ཚུགས་དགོས་པའི་དང་པོ་དེའི་སྐོར་ལ་རེད་ད། དང་པོ་དེའི་སྐོར་ལ་ཡ་ད་ཉེ་ཆར། ཚོགས་དྲུག་ལས་ཁུངས་ཀྱི་ངོས་ནས།

ཨན་ཀྲིག་གིས་ཁོང་ལ་ཕེབས་བྱས་ནས། ཀྲིག་གིས་པ་རྣམ་པ་ཚོ་ལ་ཡང་རྒྱ་ཤོག་ཏུ་རོགས་རང། མཐུན་འཇུག་ག་རེ་གནང་དགོས་ན་ཁོས་བྱེད་ཀྱི་ཡིན་ད་ཟེར་ནས་སྐད་ཆ་ཅིག་བཤད་སོང། སྐད་ཆ་དེ་ལ་བརྟེན་ནས། ཤུགས་ཡན་པ་ཅིག་ལས་ག་འདྲའི་འཕུར་སྟོན་ཞིག་བཏང་ཡོད་རེད། སང་ལོ་ག་འདྲ་ཞིག་ཁུག་ཡོད་རེད། ནུས་པ་རྙོག་དཔོན་གྱི་གང་དག་ཡིད་བག་རེད་ད་དེ། ད་དེད་དུ་དེད་ཚན་པའི་ནུས་པ་རྙོག་དཔོན་གྱི་ཐུགས་ལ་ཧ་ལས་བ་གི་མང་པོ་ཅིག་ད་ད་ལྟ་ཞུ་ཡ་ཡོད་ས་རེད། ད་ལྟའི་གོང་ཆེན་ཞིག་ཤོད་དང་ད་ད་རུང་ཟ་ལེ་གི་ཅི་ཉོ་དྲ་འགྲོ་བཞིན་པ་དེ་དེ་ནོར་ལོག་ལས་མ་ཡོད་འདུག་ཁོ་འོན་དུ་སྐུ་ངོ་ད་དུང་ནུས་པ་ཉོག་པོས་མང་པོ་ཞིག་ཡོད་ས་རེད་དྲན་ཡོད་རེད་བ། ད་ང་ཚོ་བོད་མི་རིགས་དངོས་གནས་དྲང་སྲོང་གི་མི་རིགས་ལ་བསམ་བློ་གཏོང་ངེས་དང་དེ་འདྲ་ཞིག་ཡིན་ན་ད་ང་ཚོ་མགོ་མ་ཁྱོད་ནས་ཤོག་རི་ཆོག་དང་དབང་གི་ད་མ་མཐོང་མདོག་མདོག་མ་བྱེད་ནས་ནུས་པ་ཉོག་པོས་ག་འདྲ་ཅིག་བྲིས་ས་རེད་ང་འདི་དཔེ་ཧོན་སོགས་སུ་འདའ་ད་ལི་ཀ་འདི་བྱེད་དང་འདི། ངས་ཐོག་མར་ང་དཀོན་མཆོག་སྐུ་དངོས་གསོ་སྦྱོང་ཡག་གི་དེ་འདྲ་བྱེད་ཡོང་དུས། ཁོ་རྣམ་པ་ང་འཁྲིད་ཡོད་ངེས་དང་ད་དྲ་རྒྱ་འདིར་ནང་ལོག་ལ་མང་པོ་ཅིག་བཤད་རེད་ད་སྐྱག་རྫུན་རེད་ཟེར་ད་སྐུ་དངོས་ཧ་གོ་ར་ཟེར་ང་ཚོ་བཤད་པ་ནུས་པ་ཉག་པོ་ཡིན་སྐྱག་རྫུན་རང་རེད་ཟེར་ནས་ཁོ་ཚོ་ཤེས་ངེས་མང་པོ་ཡོད་ད་ཡུལ་གཉིས་ཤིག་ཁོ་ཚོ་ལ་བ་ཡིན་མང་པོ་ཅིག་ལ་ང་རུ་བ་གྲོགས་པོ་དང་ད་ཡུལ་ཤིག་ད་ལྟ་དེ་འདྲ་ལ་ཡོད་མ་རེད་ཟེར་སྐུ་དངོས་སྔོན་མ་ཅིག་ཤོད་པ་ཡག་པོ་མེད་པ་ཡིན་ན་ཡང་ད་ད་རེས་ག་ཡིན་མིན་ནས་ཁོ་གསོ་སྦྱོང་ཞིག་གི་ཚར་བ་རེད་ཟེར་བ། གསོ་སྦྱོང་ཞིག་གི་ཚར་བ་ཡིན་ཙང་ཨ་ནི་ག་རེ་ཟེར་གི་རེད།

དྲི་ནི་ཚོགས་པ་དེ་ཚོ་དྲི་དཀར་ལི་ག་འདྲི་ཅི་བྱེད་ཀྱི་འདུག་ཞིང་སྡེ་ཕངས་ངེས་ཀྱི། དགེ་བཤེས་དང་བླ་མ་དང་ད་ཅི་སྤྲུལ་སྐུ་རྣམ་པ་མཁན་པོ་རྣམ་པ་ཚོའི་ངོས་ནས་ཞིང་སྡེ་ག་འདྲི་ཅི་ཕོག་གི་འདུག་དགོན་སྡེ་གྲྭ་ཚང་འོ་རོག་རང་ག་འདྲི་ཅི་བྱེད་ཀྱི་འདུག་དཀར་ལི་ག་འདྲི་ཅི་བྱེད་ཀྱི་འདུག་ང་ཚོ་གང་ག་ཧ་གོ་གི་འདུག་ར་བ་ད་དེ་འདི་ང་ཚོས་ཨ་ངས་གོང་ནས་ཤོད་ཡ་ནང་བཞིན་ཡིན་ད་ཤོ་རི་ཆ་སྟོང་གི་ཅི་མི་ལང་བ་ཆ་མེད་ན་ང་ཚོས་མཐོང་བསྡད་ཡ་དང་རེ་བསྡད་ཡ་འདི་འདྲི་ཅི་བྱ་འདི་ཡོད་ར་བ་འདི་འདྲི་གི་ད་ཅི་དཀའ་ངལ་ཡོད་དཀའ་ངལ་འདི་འདྲི་ཅི་འཕྲད་བཞིན་པའི་དུས་སྐབས་དེ་ལ་ཡ་སྐུ་ངོ་བོ་ད་འདི་པ་ག་རེ་བྱེད་ཀྱི་རེད་དེ།

ལྷོ་བྲག་ཆེན་པོ་སྣུམ་གྲོག་ཉུལ་མེད་ལ་མ་ལྟོས་པར། རྒྱ་བཤད་སྡིངས་ཆའི་ཐུགས་ལ་བཅིབས། མིང་དུ་མཚན་གང་མེད་པ་ཡིན་ན་ཡང། ཞི་ཚུགས་ནོར་ལུག་ལ་བཅིབས། ལི་ཀ་ཅིག་འཇོན་པོ་དུ་མཐོན་པོ། ཞིག་ཡོད་མེད་ལ་མ་ལྟོས་པའི་ལོ་མང་པོ་ཞིག་ལི་ཀ་ཟེར་ཡོད་ཙང་ནས་ཉག་ཉུང་ལྟས་སུ་ཡོད་ཡིན་ཙང། འདི་འདྲ་གི་ཅིག་ད་དུང་ཡིན་ན་ཡང་འདི་འདྲ་གི་ཐུགས་ལ་བཅིབས་མེད་ཁོ་ནོར་རེད་ཞུ་ཚུགས་ནོར་རེད་རང་རང་འདི་བྱེད་འདི་འདི་རེད་ངས་རང་རང་འདི་འདྲ་བྱས་ཤིང། ཆ་རྐྱེན་འདི་འདྲ་སྐྲངས་ཤིང་མི་སྣ་འདི་འདྲའི་སྟངས་བུ་ཞིག་ཟེར་ཡག་འདྲ་བ་ཅིག་ག་རེ་བཤད་འོས་ན་དྲན་པའི་སོ་སོའི་ངོས་ནས་ཆ་ཚང་གཅིག་ཉན་པ་ཡིན་བལྟས་པ་ཡིན་ད་དྲི་བའི་དྲི་བའི་ནོར།

སྟོད་ནས་ཨག་ཐུག་ལ་གར་སེ་གར་གྱི་ཟངས་ཀྱི་ལྷན་ཚུགས་ཟེར་ནས་པད་མ་འདྲ་བ་འདྲ་གྱི་ཞེས་ཡིན་མདོག་མདོག་གིས་ཅི་སྣང་བ་འདྲ་བ་ཞིག་མ་གཅིག་བསྟན་དགོས་ཀྱི་འདུག་ད་ཁོ་རང་ཡིན་ན་ཡང་ད་རེས་ཀྱི་ཅིག་བསྟན་དགོས་དྲན་ངེས་ཡིན་ད་དྲན་ངེས་རེད་ཞེས་ད་མ་གཅིག་དེ་འདྲ་ཤེས་ཡོང་གི་འདུག་ད་དོན་ལ་མ་བབས་ཡོང་དུས། མ་འདྲ་བ་ཅིག་ག་རེ་བྱེད་ཀྱི་འདུག་སྔོན་མི་ཀ་སི་པས་སྟོད་ཡོན་གོ་སྒྲིག་ཚོགས་ཆུང་ནང་ལ་ཚོགས་མི་གཅིག་ཡར་ག་ཟེར་བསྐོས་ཡོད་ན་གཅིག་དེང་ཕྱོགས་ཀྱིས་ག་ཟེར་བསྐོས་ཡོད་ན་གཅིག་བསྐོས་བྱ། དེ་ལ་བཅོས་སྒྲིག་བྱས་ནས་ཁ་ཡིན་ཁ་བསྐོས་ནས་ག་རེ་བྱས་ནས་གཅིག་བྱེད་བྱ་ཡོད་སྲིད་ད་ཁ་བསྐོས་སྟངས་དེ་ང་ད་ལྟ་གསལ་བོ་ཅིག་དྲན་མ་སོང་ཁ་བསྐོས་ནས་གཅིག་བཟོས་བྱ་ཡོད་སྲིད་ད་མ་འདྲ་བ་དེ་དེ་རེད་བྱ་གཅིག་མ་འདྲ་བ་གཅིག།

ས་གནས་ས་ཐོག་གི་སྒིག་དང་རྩོད་པ་དང་སྒྲིག་འཛུགས་ཀྱི་རོགས་རམ་བྱེད་མཁན་གང་གིས་རོགས་རམ་ག་འདྲི་བྱེད་ཀྱི་ཡོད་པ་ཡིན་ན། དེ་ཆ་ཚང་ཨ་ནི་ས་གནས་ས་ཐོག་གི་དོན་གཅོད་ལས་ཁུངས་ལ་ཐོ་འཕུལ་བ་བྱེད་དགོས་ཀྱི་ཡོད། ཐོ་བརྗེ་དགོས་ཀྱི་ཡོད་ཟེར་ད། དེ་ལགས་སོ་ནི་ད། རྒྱུ་མཚན་ག་རེ་རེད་ཟེར་ན་ད་སྐུ་ངོ་གི་ཚིག་དེ་གཉིས་སྐུ་ངོ་གཞན་ནས་གསུངས་ཡོང་ན་གཞན་གཉིས་ཚིག་དེ་བེད་སྤྱོད་གཏོང་གི་ཡོད་ད། རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། ང་ཚོ་གཉིས་བདག་མི་འགྲོ་བ་ཡི་ཆེད་དུ་ཡིན་སྲིད་གཉིས་བདག། གཉིས་རྟགས་ཟེར་ནི་ཚིག་དེ་ཁ་ཤས་ཅིག་གི་གོ་ཁ་བའི་རྗེས་གཉིས་རྟགས་ཟེར་ན་ག་རེ་ལ་ཡོད། རོགས་རམ་གཉིས་རྩ་ཞེས་ནི་དཔེར་ན་རིག་གཞུང་གི་རོགས་རམ་གཅིག་དང། ཚོགས་པ་འབྲེལ་མཛོད་གཞུང་འབྲེལ་མ་ཡིན་པའི་ནི་རོགས་རམ། དང། ཞེས་གཅིག་ཡོད་ར་དེ་གཉིས་གཉིས་རྩ་མི་ཡོང་བ་བྱས་ཏེ་རེད། ད་གཉིས་རྟགས་མི་འགྲོ་ཟེར་སྐུ་ངོ་ཚིག་བེད་སྤྱོད་གཏོང་གཏོང་སྟེ་གཉིས་རྟགས་མི་འགྲོ་བ་བྱས་ཏེ་ཡིན་སྲིད་གཉིས་རྟགས་འགྲོ་ན་ཡག་པོ་མ་རེད་ཟེར་སྐད་ཆ་དེ་བཤད་པ་རེད། ད་སྔར་དཀོན་མཆོག་ཧ་སོང་སོང་ཧ། ར། གལ་སྲིད་ན། འདི་འདྲི་ཡི་དཀའ་ངལ་གྱི་ཁྲིད་འདི་འདྲི་གི་མི་གོ་ཆོག་ཆེ་ཤོས་འདི་འདྲི་གི་པེ། པེ་མཇུག་དང་ག་རེ་གི་ཆ་ལ་པེ་འདི་འདྲི་དཀའ་ངལ་ཁྲིད་ཡོད་དུ་སེ་ར་ཡ། ཧ་ལས་གཉིས་ད་དུ་སེ་ད་དུ་རོ་ནག་གཅིག་དུ་གཉིས་འགྲོ་བྱ་གི་དུ་སེ་ཡ་གི་འདི་འདྲི་གི་ཅི། ཕ་ཤུན་ནི་ཀ་ཡ་དུ་ཚུ་ཤུན་ནི་ར་མི་ར་སེ་གཅིག། ཀ་མགོ་ནོ་ཡ་དི་པེ། མི་འདི་འདྲི་གི་པེ་མི་སོལ་ཐུ་ཡོང་དུ་དུ་སེ་ནི། དྲན་ནི་ང་དེ་ནི་ཁ་ནི་ཀེ་ཅ་དི་ཤེས་ཕོད་ས་མ་རེད་ངུ་ནི་གྲོང་ཚོ་ཤེས་ཕོད་ས་མ་རེད་ད།

ངས་ག་རེ་དྲན་སོང་ལབ་བས་ན་སྐུ་ངོ། བོད་ནད་ཡག་གི་དེ་པའི་ད་རུང་ས་ལ་ཨིན་ཡོད་ཡོད་འདུག་པའི་ཁྱེད་ཀྱིས་ག་རེ་ཟེར་གི་རེད། ལྷས་ནས་གོ་ཉིན་པ་དེ་ཚོ་ནོར་ལོང་ལ་ཡར་སྐུ་ངོ་ཕེབས་ནས་པགས་མང་པོ་སྦྱར་ནས་ཡང་ཞིག་བཙུགས་ན་དྲ་ལམ་ན་པགས་མང་པོ་སྐྲངས་ཟེར་བ་དེ་ནས་ཀྱི་རོ་ཁུང་འདྲ་བོ་ཅིག་ཞི་ལག་བཟོ་ས་དེ་འདྲ་ཞིག་ནོར་ཕེབས་ནས་སྐུ་ངོ་གིས་ཞི་ལག་བཟོ་མཁན་གྱི་ན་བཟའ་དེ་ཚོ་ཡར་འཁྱོལ་བྱས་ནས་མགོ་ལ་ཞྭ་མོ་དཀར་པོ་འདྲ་བོ་ཅིག་གྱོན་བྱས་ནས་པགས་འདྲ་བོ་སྦྱར་བྱས་དང་ནི་ག་རེ་ཟེར་གི་རེད། བག་ལེབ་འདྲ་བོ་ཅིག་ལབ་པ་ནོར་ལ་ཡར་བསྟན་ནས་འོ་བག་ལེབ་དེ་ལ་འདུག་ཟེར་བྱས་ནས།

སང་ལོ་ཞིག་གཏོང་བ་ཡིན་ན་ད་སྐུ་ངོ་གི་པར་བརྒྱུད་ནས་ཡ་རྒྱུ་མ་རྒྱུ་བྱེད་བསྡོད་ཡ་དེ། འཁྲབ་སྟོན་རང་ཡིན་པ་དེ་ད་དངོས་གནས་གྲོང་སོག་འདི་ནི་ཧ་གོ་ཐུབ་དུས་ད། རྒྱ་ནག་གི་སུམ་ཚོད་འདི་རྒྱ་ནག་གི་ལས་གཞི་དུ་སོགས་བྱེད་སྟངས་རང་རེད་བྱ་དུས་ད་ང་སེམས་ལ་དེ་རིགས་དྲན་པ་རེད་ད། རྒྱ་ནག་ནང་ལོ་སྔོན་མ། ཅང་ཤིས་ཞིང་ཆེན་ལ་ཡིན་པ་ཡོད་དུས་ཆུ་ལུག་ཤུགས་ཆེན་པོ་ཅིག་རྒྱས་པ་རེད། རྒྱ་ནག་སུམ་ཚོད་དུ་བ་ཅིག་སླེབས་ནས་མགོ་ལ་ཤ་མོ་དཀར་པོ་འདྲ་ཅིག་བཀལ་ནས། ཨ་ནི་རྒྱ་ལུག་ལ་ཅིག་ག་རེ་ཟེར་ནས་ཅིག།

སྤྱི་ཚོགས་ལ་ཡར་རྒྱས་ཕན་ཐོགས་ཡོད་ས་གསུངས་སོང་ཅེས་སྒྲ་སྒམ་ཞིག་གིས་སོང་ནས་ཤེས་བཞག་ནི་གནད་འགག་ཅིག་སྐྱེས་མེད་ཁོ་ན། ཡང་མི་སྐད་སྐད་ཆ་དེ་ཚོ་ཅིག་སྐྱེལ་ཐབས་མ་བྱས་པ་ཞིག་ཆ་ཚང་ཅིག་ཉོ་ལ་བཤད་པ་ཡིན་ན་ད་ཡག་པོ་འདུག་རོགས། ཨོ་དོ་སྲིད་ཞུ་ཡ་དེ་ཡིན་ད་ད་འདི། ད་ད་ང་ཚོ་དེ་དེ་ཐོག་ལ་འཛའ་དྲག་ཅིག་དེ་ང་ཚོ་ད་སྡོད་དང། ཤོན་ཏུ་གྲོས་ཚོགས་ཀྱི་ད་ཅིག་དེ་དང་པོ་ཞུ་ཞོ་དེ་སྐོར་ལ་ད་སྐད་ཆ་ཅིག། ཞུ་དགོས་ཡ་ཅིག་འདུག་འདོད་ཡིན་ན་ཡང་ད།

ཀུ་མ་རྗེས་རྗེས་རྗེས་རྗེས་ནས་ཁོ་རང་མར་དོན་ཡོང་ནས་ད་ཀུ་མ་རྗེས་ཡོང་མར་ད་ཟེར་ལོགས་སུ་རྗེས་རྗེས་དེར་ཡོང་བ་བྱོས་རོགས་ང་ཚོ་ད་ད་ནི་ང་ཚོ་སྤྱི་ཚོགས་དེ་ཚོ་རུ་ཆགས་བསྡད་བ་རེད་བ་ཁྲོན་དུ་འགྲིག་གི་གང་གང་མ་པོ་ལུས་ཀྱི་པའི་རོགས་ལོང་ཆོག་ལོང་ཞེས་ཁྲིན་ཞིས་ཁོ་ནས་མར་དོན་ཡོང་ཡ་ཡོང་དེ་འདྲ་བྱས་ནས་པའི་ཁྲིན་འགྲིག་ལང་ཟེར་ཡ་དེ་ད་བཙན་བྱོལ་སྒྲིག་འཛུགས་ཀྱི་ཁྲིན་འགྲིག་ཟེར་ཡ་དེ་ད་ས་གཏོགས་ས་མི་ངན་གྱི་ཕ་བཤད་ནས་ད་ཁོ་རང་ཚོ་ད་ཡང་ཞུ་འདོད་དང་པོ་བྱེད་ས་དེ་ཐུགས་ལ་ཡ་ད་ཡང་ཁྲིན་དུ་འགྲིག་གི་གེ་སོ་འགྲོ་གི་རེད་ད་ཟེར་ནས་ད་སྐད་ཆ་བཤད་ནས། ད་དུས་སོགས་ཞིག་བཙུགས་ཏེ་ང་ཚོ་ཧང་པ་སེ་བྱེད་དང་ཁ་སང་ཁིག་དང་མགོ་སེ་བདེ་དང། ཨ་ནི། ལས་རྒྱུ་འབྲས་མེད་ངེས་དང། བརྩི་སྲོལ་མི་དགོས་མཁན་ཡར་བ། པའི་ཁྱོན་ནས་ད་ཧང་པ་ཁ་སེ་བཤད་ན་ནི་ད་རྒྱ་ཁ་ཐོ་འགྲོ་ཡ་དིལ་འགྲིག་གི་བོད་རུས་སོན། བཙན་བྱོལ་སྒྲིག་འཛུགས་འདི་ད་སྔོན་མོ་དིལ་འགྲིག་གི་བོད་དྲི་མ་ཁ་ཡ་ལ་ལྟ་ས་རྟོག་ས་གང་ཡང་མེད་པ་ཅིག་ཆགས་འགྲོ་ཡི་དུས་ཚོད་དེ་ནས་ཆགས་ཡ་བའི་ཙང་ཡིན་ན་ནི་ངའི་སྐད་ཆ་དེ་ཤུ་དགོས་ཡ་དེ་རྒྱུ་མཚན་དིལ་འགྲིག་ཅིག་ཡིན་ཟེར་ད་དིལ་འགྲིག་ཡིན་ད་ནི་མཚམས་ལྟོས་བཞག་ཡིན་རྣམ་པ་ཚོ་མ་ལ་ཡ། ད་ལྟ་རི་མང་པོ་ཞུ་ཆགས་སོང་དེ་ནས་དགོན་པ་མང་ཚོགས་སུ་ཞུ་ཡིན་ཐུགས་རྗེ་ཆེ། ད་དགོན་པ་མ་ཚོགས་ད་ལྟ་གེགས་ཆེན་པོ་གཅིག་ངས་ད་ལྟ་ཧི་ལན་ཟེར་ན་མི་འདུག་ཞུ་ཡ་ཆགས་ཞེ་འདོད་ར། ད་ལྟ་ང་ཚོ་ཀྱི་ཏོག་དབྱིན་ན་སར་འདི་ཐོག་ལ་ཡང་སྔོན་འགོག་ཁ་འབྱེད་ཡ་བྱས་ཡོད་ར་བ། ད་དེ་ཐོག་ལ་ཡ་ཀྱི་སྒྲིག་འཛུགས་ནང་ནས་མ་ཀྱི་གསར་འགྱུར་བྱེད་ལམ་ནང་ནས་མ་ཞི་བོ་ཀྱི་སྟེང་ནས་གྲ་སྒྲིག་བྱས་ཡོད་རེད་ག་ཅིག་བྱས་ཡོད་རེད་ཨ་ཁ། ཕུག་མེད་ངའི་ག་ཚད་འདི་གྲོང་ཁ་རྩིས་ཀྱི་ཡོད་རེད་ཕུག་ཚ་ངའི་ག་ཚད་འདི་གྲོང་ཁ་རྩིས་ཀྱི་ཡོད་རེད་ཟེར་ཡ་འདྲ་བ་ཅིག་སངས་རྒྱས་རྒྱུ་ནོར་ནང་པའི་ག་དུས་ཡིན་ནམ་ཅིག་བཤད་འགྲོ་གི་འདུག་ཁོང་གི་བོད་པ་ཚེ་རིང་གི་དུས་སུ་བྱས་འོང་གི་ཡོད་རེད་ཟེར་ཡ་འདྲ་བ་ཅིག་བཤད་འདོད་ཀྱི་འདུག་ར། དེ་ཡང་དངོས་སུ་ས་གནས་ས་ཐུག་ལ་མ། མང་པོ་མང་པོ་འདུག་དཀའ་ངལ་ཡོད་ས་ལས་ཁ། རྩ་བ་ཉིད་ནས་ཁག་གི་རོགས་རོགས་འདི་ད་སྟོན་ཐུབ་ཀྱི་མི་འདུག་ཨ། ད་ལྟའི་དངོས་གནས་གྲོང་ཚོ་གཅིག་འཇོན་ཐང་མེད་པ་རེད་དང་འཇོན་ཐང་མི་བརྟན་བ་རེད་དང། དེ་ཐོག་ལས་ཞུགས་བྱེད་ཀྱི་མེད་པ་རེད་ར། བཙན་བྱོལ་སྒྲིག་འཛུགས་ཀྱི། མིང་ཡོད་རེད། སུ་བྱུང་བ་མིན་ཡོད་རེད་རོ། དེ་འདྲའི་མིན་ཡོད་ཀྱི་ཡོད་ཀྱི་ལ། ཁ་དེ་འདྲ་མ་རག་བ་ག་རེ་བྱས་པ་རེད། དཔེར་ན་ལྷོ་ཕྱོགས་གདན་ས་དུ་སུ་བཏགས་དང། དགོན་པ་གྲྭ་ཚང་བཏགས་དུ་གྲྭ་བ་གྲྭ་ཆུང་བླ་མ་དུ་མཁན་པོ་དགེ་བཤེས་དེ་འདྲས་བཏགས་དང། ཁོ་ཚོ་བོ་ཐ་ཤི་བསྟན་ཡོང་ནི། མི་དེ་ནས་སྟོང་ཕྲག་དུ་བརྒྱ་ཉིས་བརྒྱ་དེ་འདྲས་ཁ་འབྱེད་ཡག་ཐ་ཤི་བཏང་འགྲོ་གི་དང་རག་གི་འདུག་བ། རེད་བ། ལྷོ་ཕྱོགས་ཀྱི་ཆ་ཁག་ག་ག་དུ་སུ་བཏགས་དུ་དང་དང་དགོན་པ་དུ་སོག་པས་ཐ་ཤི་བཏང་དགོན་པ་སྨན་ཁང་དུ་སོག་ངོས་ནས་སྨན་ཁང་འགན་འཛིན་དང་དགོན་པའི་མཁན་པོ་དང་དགེ་བཤེས་དུ་སོག་གི་ཐ་ཤི་བཏང་ནི། ལྷོ་ཆུ་ཡི་ལྕགས་ཕག་མོ་བཅས་དང་ལྷོ་བྲག་ཏུ་སོ་གང་ག་འོག་སྔོན་འགོག་ཁ་དེ་དུ་སོ་བརྗེས་ནས་ཁོ་ནང་པ་ཚོ་ཁ་ཤས་གཏོང་དགོས་འདུག་ར་ད་ད་ལྟ་བཙན་བྱོལ་སྒྲིག་འཛུགས་ཀྱི་མིང་ཡོད་རེད་སྲིད་གཞུང་གི་མིང་ཡོད་རེད་དེ་འདྲས་ཀྱི་མིང་ཆེན་པོ་ཅིག་ཡོད་པའི་ཐོག་ནས་ལྷ་ཡི་ཏོག་ཡིན་ཁ་ནང་ད་ང་ཚོ་འདི་རྒྱ་གར་ནོར་ལུག་ལ་མི་ཁྲི་སྲིང་ཞིག་ང་ཅིག་མ་གཏོགས་ཡོད་མ་རེད་ཟེར་ཡོད་རེད་ད་མི་སྟོང་ཕྲག་མང་པོ་ནི་ལྷོ་ཕྱོགས་ད་ད་དགོན་སྡེ་གྲྭ་སོང་དང་བླ་མ་མཁན་པོ་དགེ་བཤེས་དུ་སོ་རུ་བ་ཞེས་ནས་མོ་ཅིག་གིས་བརྒྱལ་ཚར་སོང་སྔོན་འགོག་ཁ་དང་པོ་དེ་འགྲོ་སོང་དང་བེད་སྤྱད་གཏོང་ནས་རྒྱ་སོ་ཐ་ཤི་གཏོང་ཚར་སོང་ར། ད་དེའི་ལྷག་འཕྲོ་དེ། ནི་སྐུ་ངོ་བོ་དང་མཐའ་ཤིན་མི་འཕྲད་པ་དེ་ག་འདྲི་བྱ་དགོས་ར། མི་དགེ་བ་དང་དགེ་འདུན་གྲྭ་ཚང་དང། ཚན་ཁོངས་ཆུང་ཆུང་དེ་འདྲས་ཀྱི་པས། དེ་འདྲས་ཀྱི་མཐའ་ཤིན་སྟོང་ནས་རང་རང་དེ་འདྲས་ཀྱི་མི་སྟོང་ཕྲག་བརྒྱད་ཡ་གྱི་མཐའ་ཤིན་སྟོང་ཐུག་ཡོད་པ་ལ། བོད་མི་སྒྲིག་འཛུགས་དང་སྲིད་གཞུང་གི་མི་ཡོད་ངེས་དེ་འདྲས་ཀྱི་གི་ཐུག་ནས་ད། མི་སྟོང་ཕྲག་ཁ་ཤིན་གཅིག་ལ་ཡ། ཁ་བརྒྱད་ཡ་གྱི་མཐའ་ཤིན་དེ་མི་མཐུན་ཡང་ག་རེ་ཡིན་ན་དེ། དེ་ཡང་ང་ཚོ་མི་མོ་བ་ཧ་གོ་དགོས་ཡ་གཅིག། ཨོ་ཆོག་གི་འདུག་ཟེར་བ་ལྟ་ངེས་དེ་ཡང་གལ་ཆེན་པོ་གཅིག་ཟེར་ཞུ་ཡ་ཡ་ནི་ཐུགས་རྗེ་ཆེ།